ད་དེའི་རྗེས་ལ། ད་ནང་པ་ལ་དབྱེ་བ་སྒོ་ནས་ག་འདྲི་ག་འདྲི་བྱ་གི་ཡོད་རེད། དབྱེ་བ་དེ་ཚོ་ཚིག་བསྡུས་པ་ཡིན་ན་ག་འདྲི་ག་འདྲི་བསྡུ་གི་རེད་ཟེར་དེའི་སྐོར་ལ་སློང་མཚན་མདོར་བསྡུས་བྱེད་འགྲོ་བ་ཡིན། ལགས་སོ། ད་ལྟ་དེ་ཤེས་བྱ་ཀུན་བྱ་རྫས་རྩ་བ་རང་རེད། དབྱེ་བསྡུ་མང་ཡང་ཡོད་འགྲོ་ཐལ་བ་གསུངས།

ཉན་ཐོས་རང་རྒྱལ་གཞུང་སྲས་ཀྱི་ཐེག་པ་གསུངས། ཨ་ནེ་བྲི་མཐའ་བཞི། ཞེ་དྲག་སྨྲ་བ་མདོ་སྡེ་བ་སེམས་ཙམ་པ་དབུ་མ་པ་བྲི་མཐའ་བཞི་དུ་མཚོ་ཚང་མ། མང་ཆེ་ཤོས་དེ་ལ་གྲགས་བསྡད་ཡོད་རེད། ཨ་ནེ། ཡིན་ན་ཡང་ཐེག་པ་གསུམ། བྲི་མཐའ་བཞི། དུ་མཚོ་ཚང་མ་བཀའ་འབྱུང། ཁོ་བོའི་གི་གདངས་ཚིག་མ་རིག་པ་སྤོང་ནས་ཐར་བ་མྱ་ངན་ལས་འདས་པ་སྒྲུབ་པའི་གི་ཐར་ལམ་བསྟན་པ་དེ

ཡིད་བྱེད། ལྟ་ཉན་ཐིག་གི་ཐེག་པ་རང་རྒྱལ་གྱི་ཐེག་པ་ཐིག་འབྱེད་ཀྱི་ཐེག་པ་གསུམ་པོ་དེ་ལ་ཡང། ལྟ་ཉན་ཐིག་ལ་དེ་ག་ས་ག་རེ་ལ་རོལ་བ་རེད་ཟེར་ན། ཐལ་བ་ཆེན་པོའི་མདོ་སྔགས། ལྟ། སློབ་པའི་གཞན་ལས་ངན་གྱིས་རང་ཉིད་ཀྱི་ཐིག་པ་མ་ཚད་ཐིག་པའི་དེ་ཉམས་སུ་ལོངས་ཀྱིས་རང་ཉིད་ཀྱི་ཐར་བ་མྱ་ངན་ལས་འདས་པ་རང་ཉིད་ཀྱིས་བྱས་ཏེ་ཐར་བ་མྱ་ངན་ལས་འདས་པ་ཐང་གའི་དེ་ལ་ཉན་ཐིག། རང་རྒྱལ་ལ་དེ་ག་ས་ལ

ལྟར་དྲི་མཐའི་དབང་དུ་བྱས་ན་ཞི། ཞེ་སྡང་དམའ་བ་མདོ་སྡེ་བ་ཟས་གཙང་པ་དབུ་མ་པ་བྱེད། ལྟར་ཞེ་དྲག་དམའ་བ་སི་ཏི་ཀ་ས་ག་རེ་རེ་ལ་ཨི་ཏི་ཀ་ས་ནོ་ཅི་སྒྲ་བཤད་དེ་ཤཱ་ཏི་ཀ་ས་ལ་དེའི་སི་ཛས་སི་ཞེ་དྲག་དུ་མ་བས་ན་ཞེ་དྲག་དམའ་བ་ཨ་ལ་བར།

ཕྱིས་ཐམས་ཅད་བདེན་པ་སྤྲོས་པ་བདག་རྩ་ཡས་མེད་པ། ཡས་རྩ་ནི་བདེན་པ་སྤྲོས་པ་བདག་རྩ་ཡོད་ཡོད་མ་རེད་ལ་ཟེར་ན་བདེན་པ་ཡོད་རེད་ལ་འདི་ག་ས་ལ་ཡས་མཐའ་དེ་ཀ་ཡོང་གི་ཡོད་རོ། ཨ་ནི། བདེན་པ་མེད་ན་ཡང་ཞར་བཞི་ལས་སྲིད་ཀྱི་རྣམ་འཇོག་འཐད་ཐུབ་ཀྱི་རེད་ཕྱིས་ད་ཆ་མེད་པ་ཆགས་ཀྱི་མ་རེད་ད་ཐ་སྙད་དུ་ཡོད་ན་ཡོད་གོ་ཆེ་གི་རེད་ལ་འདི་ག་ས་དབུ་མ་ཆང་འདྲ་བོ་རེད། རྟོག་བྱེད་ཀྱི་མཐའ་གཉིས་དུ་གྲགས་ཆེ་ར།

ཚོགས་མགོ་ཆེན་པོ་གཅིག་ལ་འགྲོ་བསྡད། ཚོགས་མགོ་ཆེན་པོ་དེའི་ནོར་ལུག་ལ་བཅའ་ལག་བཟོ་ལྟ་འདྲ་མི་འདྲ་མཚན་མདོག་འདྲ་མི་འདྲ་བརྗིད་ཆགས་བཟོ་ངན་འདྲ་མི་འདྲ་དཔེ་མང་པོ་བྱིན་འདུག་ཨ། དེ་ནི་ཚོགས་མགོ་ནང་ཡོང་མཁན་དེ་ཚོ་ཡི་དོ་ལུག་གད་སྟངས་ལ་བལྟ་ད། ཨོ་བཟོ་ལྟ་འདྲ་མི་འདྲ་ད་དོ་ལུག་སྐྱིད་པ་ཆེ་ཆུ་བྱེད་ངེས་ལ་ཨ་ནི། དགེ་འདུན་པ་འདྲ་བོ་དང་ཡང་ན་བླ་གྲྭ་པོ་པོ་འདྲ་བོ་དེ་འདྲའི་སླད་ཚོད་ན། ཨ། ང་རང་ཚོ་གི། འདྲི་བྱེད་བྱས་ནས་ཀླད་སོང་ན་ཨ་ག་ག་རེད་བ་མ་གཏོགས་གཞན་པ་ཚང་མ་གི་སོ་སོ་སོ་སོ་གི་མ་འདྲ་བ་མ་འདྲ་བ་བྱས་ཡོད་མ་འདྲ་བ་མ་འདྲ་བ་བྱས་ཏེ་ག་རེད་ཟེར་ན་སོ་སོ་སོ་སོ་ལ་དེ་ཡག་གི་ཡོད་རེད་ད་སོ་སོ་བྱས་ཡག་གི་དོགས་ལུགས་དེ་ཡག་གི་ཡོད་རེད་ཨ་ནི་སོ་སོ་སོ་སོ་གང་དུ་མི་པ་ལ་བལྟས་ནས་དེ་དང་དེ་ལན་པོ་ཡོད་རེད་ཟེར་གི་བ་ད་དེ་སོ་སོ་སོ་སོ་གི་སྣང་ཚུལ་ལ་ཡག་པོ་ཡོད་རེད་ཡིན་ན་ཡང་སོ་སོ་ལ་སྣང་བ་ན་ཞིག་ཅིག་དངོས་ཡིན་ན་ཚེ་རེ་བས་ལ་ན་ཡིན་པའི་ངེས་པ་ཡོད་མ་ར་མོ་འགའ་ཤས་དུ་ལོ། ཁྱད་མཚར་དེ་ནི་བྱན་ཡོང་ཅིག་ཁོ་རང་རྣོ་ངོ་ལ་ཞི་བོ་ཡག་ཡོད་ར། ཡིན་ན་ཡང་ང་ཚོ་ལྟ་དེའི་སྐབས་སུ་ད་དེ་དུ་ཆོ་ཆེ་ན་མི་འདུག་བསམ་བསམ་དེ་ལས་གལ་ཏེ་གི་འདུག་ཨ། བྱས་ཙ། དེ་གི་ག་རེ་བསྟན་གི་ཡོད་རེད་ཟེར་ན་ང་ཚོ་ལ་སོ་སོ་ལ་སྣང་བ་ན་ཞིག་ང་ཚོ་གི་མི་གཤིས་ཡོང་ན་ང་ཚོ་གི་བློ་ཡི་ངོ་ལ་སྣང་བ་ན་ཞིག་ཅིག་ཡོད་མ་རེད། སྣང་བ་ནང་ཤེས་ཀྱི་ཡོད་མ་རེད་དེ། མེད་པ་ཡོད་མ་རེད། ཅིག། གང་གཱ་ཐ་སྙད་དེ་ཡོད་དེ་རེད་འཇིག་རྟེན་ན། ཐ་སྙད་དེ་ཡོད་པ་ཙམ་གྱིས་དེ་དེ་དུ་དེ་ལས་ཀ་བྱེད་ན་འགྲོ་གི་ཨ་རོ་ལྟོ་ཆས་ཞིམ་ཆུ་བྱེད་དགོས་ཡོད་མ་རེད། དེ་དེ་དུ་དེ་ལས་ཀ་བྱེད་གི་ཡོད་པ་ཡིན་ཚ་ནི། ཨ་ནི་མེད་པ་མ་རེད་ཡོད་པ་རེད་ལས་ཀ་བྱེད་གི་འདུག་ཨ་སི་དེ་རེད། བྱས་ད་དེ་འདྲི་གྱིས་ལ། བདེན་པ་མེད་ན་ཡང།

ལྟ་ཚིག་བསྡུས་པ་ཡིན་ན། ཨ་ནི་ཕྱི་རོལ་དན་དུ་བྲིས་པ་འདས་པ་ཕྱིས་ག་འབྲི་བྱེད་ཡིན་ན་ཡོད་ཡོད་ཁོ་རང་ཉིད་ནས་ཡོད་རེད། ཁོ་རང་ཉིད་ནས་བདག་མང་པོ་ཅིག་ཚུགས་ལེན་དུ་ཡོད་རེད་ལ་ངས་དེ་བྱེད། དཔེར་ན་ང་ཚོ་ཁ་པར་འདྲ་བོ་ཅིག་ཡིན་ན་ཡོད་ཁ་པར་ཟེར་དུས་དཀའ་སེ་དངོས་གནས་བྱས་ན་དངོས་གནས་བྱས་ན་རེད་ད། ཁ་པར་དེའི་གི་ལྕགས་ལ།

ནོར་ལོག་ལ་འདེད་ཀྱི་ཡོད་རེད། ད་མཚན་བརྩམས་པ་རེད། མཚན་བརྩམས་པ་སི་ཏི་ཀ་སེར་ཕྱི་ཐམས་ཅད་མཚན་གྱི་སྣང་ཆ་ཙམ་དུ་གྲོལ་བ་རེད་མཚན་གྱི། བློ་ཡི་བག་ཆགས་ཀྱི། ཚད་བཅས་ཡེ་དེ་དུ་དེ། རྣམ་པ་བྱང་ཡོང་བ་རེད་མ་གཏོགས་ཁོ་རང་ངེད་ནི་ཚེ་ཡོད་མ་རེད་ལ་ཡེ། དཔེར་ན་ང་ཚོ་གློག་བརྙན་ལྟ་སྟེ་ཀ་སེར་ལ་སོ་ནམ་དང། གློག་བརྙན་ནང་ཕུ་ནུ་རེ་ཞིག་གི་མགོ་ལ་མི་འདྲ་མི་འདྲ་དང་དཔོན་པོ་གཡོག་པོ་ལ་སོགས་པའི་དབུ་དང་དེ་ནས་ས་ཞྭ་འདྲ་མི་འདྲ་བཞག་ཡོང་གི་རེད་དེ། གློག་བརྙན་བལྟས་ས་ཀྱི

དེའི་ནང་ལུགས་ལ་བྱེ་བྲག་སྨྲ་བ་མདོ་སྡེ་བ་འདི་ཡལ་བ་དེ་གཉིས་ཏེ་ཐལ་བ་དམན་པ་སེམས་རྩོམ་པ་དང་ངོ་བོ་ཉིད་མིན་པར་སྨྲ་བ་གཉིས་པོ་སྟེ་ཐལ་བ་ཆེན་པོ། ཐལ་བ་ཆེན་པོ་ཟེར་དུས་གལ་སྲིད་ལ་ང་ཚོ་སོ་སོ་རང་ཉིད་ཀྱི་ཆེད་དུ་གཅིག་པོ་མ་ཡིན་པ་ཆེས་ཐལ་བ་ཆེན་པོའི་རྒྱ་ཆེ་བའི་ལོངས་ཀྱི་རིམ་པའི་རྣོ་གཞོག་གི་རིམ་པ་དེ་ཨ་ནི་ལྟ་སྤྲོད་ཀྱི་སྒོ་ནས་གཏད་ལ་འབད་ངེས་ཅི་ཡོད་རེ་བའོ་དེ་འདྲའི་ཆེད་དུ་བྱེད་དགོས་རེ་བ་དེ་བྱེད།

ལྷ་ཡི་དལ་དུ་མཚུངས་དལ་དུ་ཟེར་ནས་ཅི་བྱེད་ན་ཚིག་ཕྱིར་ནོར་གྱིས་ཡང་ལྷ་ཡི་དལ་དུ་མཚུངས་པའི་དལ་ཟེར་གྱི་རེད། ལྷ་ཡི་དལ་དུ་མཚུངས་དལ་དང། ཉན་ཐོས་ཀྱི་ཡུལ་དལ་ཞེས་ཐལ། རང་རྒྱ་སངས་རྒྱས་ཐལ་བ་དེ། ཐལ་བ་དེ་དག་ངས་བཤད་དོ་ཞེས་ཐལ་བ་ལྔ་གསུངས་པ་དང་ཟེར་བ། ལྷ་ཡི་ཐལ་བ། ཚངས་པའི་ཐལ་བ། ཉན་ཐོས་ཀྱི་ཐལ་བ། དེ་ག་ནང་བཞིན་གྱི་དལ་ཞིག་དང་རང་རྒྱ་ཀྱི་ཐལ་བ་སངས་རྒྱས་ཀྱི་ཐལ་བ་ཟེར་ནས་ཐལ་བ་ཆེན་པོ་ལ་གོ་བ་རེད། དེ་འདྲིས་ཀྱི་ཐལ་བ་ལྔ་བཤད་ཡོད་རེད། སུན་ཡོད་རེད་ཟེར་བ། ལྟ། དེ་འབྲེལ་གྱི་དད་པ་ལྔ་དེས། སྔ་མ་གཉིས། ལྷ་ཡི་ཐད་དུ་མཚུངས་པའི་དད་པ་གཉིས་ཏེ་ང་ཐོག་ངན་ཐོག་ཏུ་ངན་ལས་གཉིས་ཀྱི་ནང་ནས་འདི་ལ་ཚིག་འདུས་པ་ཡིན་ན། ལྷ་ཡི་ཐད་དུ་དད་པ་དང་ཚངས་པའི་དད་པ་གཉིས་པོ་སྟེ་ངན་ཐོག་ནོར། ངན་ཐོག་ལྷ་དང་མིའི་གོང་བུ་ཟེར་གྱི་ཡལ་བ་དེའི་ནོར་ལོག་ལ་ཚིག་འདུས་ཀྱི་ཡོད་རེད།

ཨ་ནི། ཉན་ཐོས་ཀྱི་རང་ཅག་གཉིས་པོ་དེ་ཤེས་པ་འདྲིས་ཀྱི་ནོའོ་འདི། ཨ་ནི། ཐ་མ་སངས་རྒྱས་ཀྱི་ཐེག་པ་ཟིན་ཡང་ན་ཐེག་པ་ཆེན་པོ་དེ་ཤེས་པ་ཆེན་པོ་ནོའོ་འདི་ཤེས་པ་སོ་ནའོ་འདི་དུ་དེ་འདྲི་ཡོད་ཡོད་རེད། འདི་ས་རེད་བ། རེད། ཤེས་པ་ཆུང་ངུ་ཟིན་ངེས་ཏེ། ཤེས་པ་རྗེས་མ་ལྷ་དང་མི་ཡི་གོང་བུ་གཙོ་བོ་དེ་འདི་ཉིད་ངེས་ཕྱིར་རེད་བ། ཚེ་འདི་ལ། སྐད་ཆ་བཤད་གི་ཡོད་མ་རེད། ཤེས་པ། ཚེ་འདི་ལ་གཅིག་པོ་གསུམ་ལ་བཏང་ངེས་ཏེ་ཤེས་པ་ཆེན་འདི་ཆོས་ཚུལ་གང་ཡོད་ལ་ཚིག་གི་ཡོད་མ་རེད་བ། སྟབས་མ་མཐའ་ཡིན་པས་ཤེས་བ་རྗེས་མ་ཕན་ཆད་ལྷ་དུ་མའི་བདེ་གཤེགས་ཀྱི་དག་སྣང་བཟང་ངན་དེ་ལ་ཤེས་པ་ཆུང་ང། ཨ་ནི། ཤེས་བ་ཕན་ཆད་རྗེས་མ་ཕན་ཆད་ལ་ལྷ་དུ་མའི་བདེ་གཤེགས་དག་སྣང་ཡོད་ད་དུས་འཁོར་བའི་འཁོར་ལོ་ནོར་ལ་འཁོར་བ་བདེ་སྣང་ནམ་ཤི་ཅི་ལ། ཨ་ནི། ཡིན་མཐོང་བྱེད་ཡ་འདྲ་བོ་ཅིག་ཆགས་ཀྱི་ཡོད་རེད་བ་བྱས་ཙང་དེ་འདྲིས་ལས་ཐར་བ་དེ་ལ་འདས་པ་དེ་ལ་རང་ཉིད། ཤེས་པ་འདྲི། ཨ་ནི་རང་ཉིད་ཙམ་མ་ཡིན་པ། ཨ་ནི། རང་ལ་བཀའ་དྲིན་ཆེ་བའི། སེམས་ཅན་ཐམས་ཅད་ཨ་ནི་དེ་ལས་ཐར་བར་འདོད་པ། སོ་སོ་གི་ཕ་མ་གཉེན་ཉེ་འབྲེལ་ནི་ཕ། འགོ་བཙུན་ནི་ཕ་གསོ་རླུང་བཏང་དང་མི་ཚང་མ། བདེ་སྐྱིད་འདས་པ་དང་སྡུག་བསྔལ་མི་འདས་པ་བཅོམ་ལྡན་ཡིན་ས་ནི་དོན་ཚོགས་ཚང་མ། སངས་རྒྱས་ཀྱི་གོང་བུ་ཐོབ་པའི་ནུས་པ་ཡོད། དེ་འབྲེལ་བའི་གཉེན་པོ་ཡོད། ཐར་ལམ་ཡོད། ཐར་ལམ་གཏན་འཁེལ་ཡོད། ཡིན་ན་ཡང་ད་འདི་ཡེ་ནས་ག་ས་སྨོན་པ་མ་རེད་པའི་གཞན་དབང་དུ་བྱས་ནས་མ་ཤི་ནས་བསྡད་དེ་ཡོད་རེད་བསམ། ད་དང་ཚོགས་ཀྱི་ཆེད་ད་ལ་ངས་སངས་རྒྱས་ཀྱི་གོང་བུ་དེ་ཐག་བཅད་རྗེས་སེམས་ཅན་མང་པོ་ཅིག་ད་བས་ལ་ལ་འགལ་གྱི་ཡིན་བསམ་གྱི་དེ་ལ་ཁ་མ་ཤེས་པ་ཆེན་པོ་ཆགས་ཀྱི་ཡོད་རེད་བ། འོ་དེ་རྗེས་ད་ད་ལྟ་དེ་འདྲེས་སོང་ཨ། ཐལ་བ་ལྔ་དེ།

སོ་མཐའ་དེ་ལ་སྨན་པ་ལ་མིན་པ་ལ་ཆོ་གྲ་གྱི་བཤད་པ་ཟེར་རེད། སོ་སོ་མཐའ་བའི་གདམས་པ་དེ་ཤང་ཏང་ཨང། སྨན་པ་ཟེར་གི་ཡོད་དེ་ཡིན་ན་གཞི་རྩ་རེད། སོ་སོ་མཐའ་བའི་གདམས་པའི་སྐབས་སུ་ལ་ང་ཚོ་མང་པོ་གྱིས་ད་དཔེར་ན་རྩ་བཞི་མཆོག་ཏུ་བྱེད་པ་ཟེར་ནས་རྩ་བ་བཞི་མཆོག་ཏུ་བྱེད་པ་བཀག་དགོས་པ་ཡིན་ཟེར་ནས་ཆོ་གྲ་གི་བཤད་པ་དེ་དགོས་ཀྱི་ཡོད་རེད་བ།

ཡོང་ན་ཉན་ཐིག་རང་བྱ། ག་རེ་རེད། མ་རེད། དགོངས་དག། ཐལ་བ་ཆེན་པོ་དང་ཐལ་བ་ཆུང་ངུ་གཉིས་བྱེད། ད་ཐལ་བ་ཆེན་ངུ་ནང་ལ་ག་རེ་འདུས་ཡོད་ཟེར་ན་ཉན་ཐིག་དང་རང་བྱ་གཉིས་ཐལ་བ་ཆུང་ངུ་བཅས་གཞུང་ཟེར་དེ་ཐལ་བ་ཆེན་པོ་ནང་ལ་འདུ་དགོས་བ་རེད། ཨོ། དེ་འགྲིག་གི་དབྱེ་བ་མང་པོ་ཅིག། དབྱེ་བ་དང་བསྡུ་བ་མང་པོ་ཅིག་སོན་གི་ཡོད་རེད། ཡིན་ན་ཡང། ཉན་ཐིག་གི་ཐལ་བ་རང་བྱ་གྱི་ཐལ་བ་གཞོང་སེན་གྱི་ཐལ་བ་ཡོང་ན་དེང་ཕྱིན་གྱི་ཐལ་བ་སོང་སྟེ་སོན་བརྡུང། ཞེ་དྲག་སྨྲ་བ་མདོ་སྡེ་པ་སེང་ཙམ་པ་ཨོ་མ་པ་བཞི་གིས་གྲི་མཐའ་བཞི་སྟེ་ཡུག་སྒྲོག་ལ་ཐུན་མོང་བ་རེད། ཡོངས་སུ་གྲགས་པ་དེ་འདྲ་ཅིག་རེད་ཟེར། ཡིན་ན་ཡང། ཨ། ཐལ་བ་སོང། དོན་དག་བཞི། ཚང་མ། ང་ཚོ་གི་བཟོ་བཅོས་ཉེར་ལེགས་ཀྱི་ཕུང་པོ་དེ་དང། བཟོ་བཅོས་ཉེར་ལེགས་ཀྱི་ཕུང་པོ་དེ་སྡུག་བསྔལ་གྱི་རང་བཞིན་དཀའ་ངལ་གྱི་རང་བཞིན་དཀའ་ངལ་ཐམས་ཅད་ཀྱི་ད་ལྟ་སྡུག་བསྔལ་ཐམས་ཅད་ཀྱི་གཞི་ལྟའི་ཞེན་ངེས་མ་འོངས་པ་སྡུག་བསྔལ་ཐམས་ཅད་ཀྱི་སྣ་འདྲེན་ངེས། བྱས་ཙ་དེ་འདྲིས་ཀྱི་སྡུག་བསྔལ་གྱི་རང་བཞིན་དུ་མཐོང་ནས་དེའི་གི་རྗེས་ལྡང་ཚོ་མ་རིག་པ་དེ་ཉན་སྤོང་ནས་ཐར་བ།

ཐལ་བ་ཆོས་ཉིད་ཀ་ཟེར་ཞེས་དང་དེ་ཚོ་ལ་ཡང། ཨ་ནི། བདེ་གཞི་ལུང་རྟོགས་ཀྱི་རྣམ་གཞག་དེ་གསུང་གི་ཡོད་རེད། གཞུང་གསལ་གྱི་སྐབས་སུ་བདེ་གཞི་ལུང་རྟོགས་ཀྱི་རྣམ་གཞག་གཞི་གཞག་གི་སྟོང་ནས། ཨ་ནི་ས་དང་བར་དོ་ཞེས་པའི་ཐལ་བ་གསུང་གི་ཡོད་རེད། ཨ་ནི་སྔགས་ཀྱི་སྐབས་སུ་ཡིན་ན་ཡང། དེ་འདྲ་བའི། བདེ་གཞི་ལུང་རྟོགས་གཞི་གཞག་ཅེས་ས་དང་བར་དོ་ཞེས་པ་གཞི་གཞག་ཅེས་དེའི་གང་ལའང་དང་དུས་ཐག་ཅིག་ཆ།

འོ་དེ་འདྲས་རེད། ས་ཡི་གཉིས་པའི་འཁོར་ལོ་ཅེས་པའི་མདོ་ལས། གོ་བོ་ལ། མཐོ་རི། མཐོ་རི་ཐལ་བ་ཡས་མ། གོང་ལ་མཐོ་རི། མཐོ་རི། མཐོ་རི་དང་ཐལ་བ་ཟེར། མཐོ་རི་ཟེར་ན་སྙན་ཐོ་ངེས་ལེ་རེད་བ། སྙན་ཐོ་རེད་བ། སྙན་ཐོ་ལྷ་དང་མི་ཡི་གོང་བུ་དེའི་སྟེང་ལ། ཨ་ནི། དེ་འདྲས་ཅིག་མ་ཐག་ན།

ཨོ་དེ་དགོས་ཀྱི་ཡོད་རེད། རྟེན་འབྲེལ་ཡོད་ལ་ཆུ་ཉུལ་ལུས་མཇུག་བསྡུ་རྒྱུ་རིམ་པ་ཕྲ་རགས་འདི་འདྲིས་ཤིག་མ་ཤེས་ན་ཐལ་བ་ཆེན་པོ་ཟིན་ངེས་ཀྱི་འདུག་ཡོང་དགོས་རོགས་ཡོད་མ་རེད། ཞེ། བྱས་ཙ། ད་དེ་འདྲི་ཡི་ཙ་ནས་ང་ཚོ་དེ་འདྲིའི་ལོ་ཚད་དེ་ག་རེ་ཆགས་སོང། ཐལ་བ། ཐལ་བ། ནང་པ་ཟེར་དེ་ལ་གཡས་བར་དུ་བརྡོལ་བ་ཞེ་སྡང། ཡོ་གྲོགས་ལ་མང་པོ་ཡོད་རེད། ཡིན་ན་ཡང་ཡོ་གྲོགས་ཀྱི་ཆེད་ན་ཐལ་བ་སོང་གྲ་མཐའ་ཞེས་བཤད་ཀྱི་རེད། ཐལ་བ་སང་ཉིན་དེའི་རོང་རྒྱ་གཞུང་སེང་སང་གྲ་མཐའ་ཞེས་ཞེ་དྲག་སྨྲ་བ་མདོ་སྡེ་བ་སེང་ཙམ་པ་ཨོ་མ་པ་དེ་གྱིས་བཤད།